ང་འགྲོ་སློབ་སྦྱོང་མེད་རྒྱུ་གཅིག་གིས་གཅིག་གིས་ཆོས་ཟབ་པ་དང་རྒྱ་ཆེན་པོ་དེ་འདྲ་བཤད་འདོད་ཅིག་ཡོད་མ་རེད་ད་ཡང་ད་ཅིག་མི་ཚེ་འདི་ནང་ལོག་ལ་ཡང་སྐྱིད་པའི་ཉི་མ་ཞལ་ཞེས་དགའ་བའི་རྟེན་འབྲེལ་འབྲེལ་གྱི་རྩ་བ་དེ་ད་ངས་མ་ནས་དགོངས་དོན་མང་པོ་ཞིག་བཤད་བསྡད་ཡོད་སློབ་སྦྱོང་གལ་ཆེན་པོ་རེད་ཟེར་ནས་སློབ་སྦྱོང་དེ་དཔེ་མི་ཚེ་གི་གལ་ཆེན་པོ་ཞིག་ཡིན་པ་ཆ་ཚང་གི་ཐུགས་དགོངས་བཞེས་ནས་སློབ་སྦྱོང་དེ་ལ་བག་དང་བཙོན་ཆེན་བྱིན་ནས་སྦྱོང་བརྡར་གནང་དགོས་དེ་ཁྱེད་ཆེན་པོ་རེད་ཟེར་ཞུས་ཡ་ཡིན། ད་དེང་སང་དུས་རབས་འདི་ལ་སློབ་སྦྱོང་ཞིག་མེད་པ་ཞིག་ཡིན་ན་དེ་ནི་ང་ཚོ་མི་ཚེ་འདི། ད་སྨྲ་ཤེས་དོན་གོ་མི་ཚེ་འདི་ཚང་ཡོད་ཟེར་ཚིག་ཙམ་རེད་འདུག་མ་གཏོགས་སློབ་སྦྱོང་མེད་ན་ད་སྐད་རིགས་ནང་ལ་སྐད་རིགས་སུམ་བརྒྱ་དྲུག་བརྒྱ་ཤེས་ན་ཆོག་མ་ཤེས་ན་ཆོག་གཙོ་བོ་སྐད་རིགས་གང་ལ་ཐུབ་ཐུབ་གང་ཐུབ་ཐུབ་ཅིག་ད་བརྒྱད་དགུ་བཅུ་གཅིག་ཤེས་ཐུབ་པ་ཞིག་ན་དངོས་གནས་ཁོ་རང་མི་ཚེ་འདི་ཚང་འདྲ་བོ་ཞིག་འགྲོ་གཞི་རེད་འདུག་མ་གཏོགས་སྐད་རིགས་ཅན་མ་ཤེས་པ་ཞིག་ཡིན་ན་ད་དངོས་གནས་ཁོ་རང།

སྐྱིད་པ་ལམ་ཅིག་སྐྱིད་པའི་ཉི་མ་ཤར་ཡས་དང་དགའ་བའི་རྟེན་འབྲེལ་འབྲེལ་ཡས་ཀྱི་རྩ་བ། ལོ་ཆུང་དུས་སྐབས་སུ་ད་སློབ་སྦྱོང་ལ་བག་དང་བརྩོན་བཞིན་བྱས་ནས་སྦྱོང་བརྡར་གནང་དགོས་པ་དེ་གལ་ཆེན་པོ་རེད། དེ་ནས་ལེ་ལོ་དང། ཅིག་ལེ་ལོ་བྱེད་ཡ་ལ་སོགས་དང་བག་མེད་དུ་འོང་དུ་འགྲོ་ཡ་ལ་སོགས་དེ་ཚོ་སྤང་བྱ་བྱེད་དགོས་པ་དེ་གལ་ཆེན་པོ་རེད། བག་དང་བརྩོན་བཞིན་བྱས་ནས་སློབ་སྦྱོང་ལ་བརྩོན་འགྲུས་བྱས་ནས་སྦྱོང་བརྡར་གནང་དགོས་པ་དེ་གལ་ཆེན་པོ་ཞིག་རེད། འདི་ནང་བཞིན་གྱི་ད་མི་ཚེ་དེ་སྐྱིད་པོ་ཡོང་ཡ་དང་མི་ཚེ་དེ་དོར་སྣང་ལྡན་པ་ཡོང་ཡ་དང། མི་ཚེ་འདིའི་ནང་ཚེ་ད་ལྟ་ཡིན་ནའང་ཆོག་ཚེ་ཕྱི་མ་ཞིག་ཡིན་ནའང་གྱི་བྱ་བ་བསྒྲུབ་ཡ་ཡིན་ནའང་ཆོག་རྩ་བ་དེ་སློབ་སྦྱོང་ཆགས་དེ་ཡིན་ནོ། ད་དེང་སང་སྤྱི་ཚོགས་འདི་དྲ་རྒྱ་སྤྱི་ཚོགས་ཅིག་རེད Facebook Instagram YouTube ཙམ་ནང་ངང་རོགས་ཅིག་རེད་ད་སྔོན་མ་ང་རང་ཅིག་གིས YouTube འདྲ་བོ་དེ་འདྲ་མ་བཟོ་ཡའི་སྐབས་དེ་ལ་ད Facebook ནང་འདྲ་བ་བྱེད་མཁན་ཁ་ཅིག་ཁ་ཅིག་ཡོང་གི་རེད་ད་ཡང་ཡ་མེད་བཏང་བཞག་གི་ཡོད་རེད།

གྱིས་ཅིག། ག་ལ་འོ་རེད། སྐྱེ་འཇིག་མ་ཐུག་བར་དུ་ང་ཚོ་ལ་ཉམས་མྱོང་དེ་བསགས་ཀྱི་མི་འདུག་བ། སྐྱེ་འཇིག་ཐུག་ཡས་ཀྱི་དེ་ནི་ཤི་ནས་ཉམས་མྱོང་བསགས་ཀྱི་འདུག་གོ་དེ་འདྲའི་འདའི་སྐབས་སུ་ང་ཚོ། ད་མི་ཚེ་འདི་གི་སྐྱིད་པའི་ཉི་མ་ཤར་ཡས་དང་དགའ་བའི་རྟེན་འབྲེལ་འབྲེལ་ཡས་དང་སྤྱི་ཚོགས་འདི་ནང་ལོགས་ལ། འདི་ནི་ང་ཚོ་བྱ་བ་ཕུན་སུམ་ཚོགས་པ་ཡོང་ཡས་དང་སྤྱི་ཚོགས་འདི་ནང་ལོགས་ལ་སྐྱིད་པའི་ཉི་མ་ཤར་ཡས་ཞིག་གི་རྩ་བ་དེ། ཁོ་རང་སློབ་སྦྱོང་རེད་འདུག་རེད་བ། སྤྱི་ཚོགས་འདི་ནང་ལ་ང་ཚོ་དཔེ་ན་མི་ཚང་མ་གིས་ད་ཁ་ཅིག་ང་འདི་ཅིག་མོ་འགྲོ་ཞིག་རྒྱ་དགྲ་མེད་ན་དེ་དེ་མོ་འགྲོ་ཞིག་རྒྱ་དེ་འདི་ཞིག་དེ་དེ་ག་ཚོད་ཁ་ཅིག་སྡུག་བསྔལ་འདུག་དཀའ་ངལ་འདུག་ཟེར། དཀའ་ངལ་འདི་ནང་ལོ་སྡུག་བསྔལ་གྱི་སར་ཐབས་ཀྱི་ཆེད་དུ་རྩ་བ་འདི་མི་ཚེ་ཚེ་ད་ལྟ་འདི་ལ་ནང་ཚེ་ད་ཚེ་ད་ལྟ་འདི་ལ་སྐྱིད་པོ་ཞིག་ཡོང་ཡ་ཞིག་དང་དོན་དང་ལྡན་པ་ཡོང་ཡ་གི་རྩ་བ་དང་དང་པོ་ནས་ང་ནི་ཆེས་ཕ་མ་དེ་ཚོས་ཀྱི་བུ་ཕྲུག་དེ་ཚོ་ལ་སློབ་སྦྱོང་ཡག་པོ་སྤྲད་ཡག་དང་སློབ་སྦྱོང་གི་རྨང་གཞི་ཡག་པོ་སྤྲད་ཡག་དང་ཡ་རབས་སྤྱོད་བཟང་གི་ཅིག་གི་དེ་ཚོས་ཀྱི་སློབ་སྦྱོང་དེ་ཚོ་སྤྲད་ཡག་དང་དེ་ཚོ་གལ་ཆེན་པོ་རེད་དོ། འོ་དེ་འདྲས་ཞིག་མེད་པ་ཞིག་ཡིན་ན་དེ་ནས་སློབ་སྦྱོང་མེད་དེ་ཡ་རབས་སྤྱོད་བཟང་ག་ཚོད་ཞིག་ཡོད་ན་ཡང།

དེ་ཀློག་ན་པའི་མི་ཚེ་སྐད་ཅིག་གཅིག་ག་ལ་བ་དང་སློབ་སྦྱོང་མེད་པའི་རྐྱེན་གྱིས་དཀའ་ངལ་ཆེན་པོ་ཞུགས་འཕྲད་འོང་འདུག་ལ། དེ་འདྲའི་ཞིག་ཡིན་བ་ག་དེ་རྐྱེན་གཅིག་འཕྲད་ག་ཚོད་དཀའ་ངལ་དེ་འཕྲད་ཧ་གོ་གི་འདུག་ཉམས་མྱོང་བསགས་གི་འདུག་བ། དེ་འདྲའི་འདས་ག་ཚོད་ད་ང་རང་འདྲ་བ་ཞིག་ཡིན་ན་ནི་ད་ཅིག་ཆོས་བྱེད་མཁན་ཞིག་རེད་འཚམས་པ་ཞིག་རེད་ད་འཚམས་འདོད་སྒོམ་འདོད་རྒྱ་ཆེར་འགྲིག་འགྲོ་གི་རེད་ད་ཡང། ཡིན་ན་ཡང། ང་ཚོའི་མི་ཚེ་འདི་ནང་ལ་སྤྱི་ཚོགས་ཡར་རྒྱས་འགྲོ་གི་རེད་ལ་ཡང་ད་ཕྱིན་ད་ད་ལྟ་གི་ད་ལོ་ཆེན་པོ་དེ་ཚོ་ལ་དེ་འདྲ་རེད་ད་ལོ་ཆུང་ཆུང་དེ་ཚོའི་མི་ཚེ་འདི། ཧ་ལས་པ་དང་ཟབ་པ་དང་རྒྱ་ཆེན་པོ་ཡིན་ན་གཅིག་གི་སྤྱི་ཚོགས་འདི་ཡར་རྒྱས་འགྲོ་ན་དཀའ་ངལ་མང་པོ་ཞིག་འཕྲད་ཡོང་གི་རེད་དེ་འདྲའི་འདའི་སྐར་ཚོགས་ད་ལྟའི་སློབ་སྦྱོང་མེད་བ་ཞིག་ཡིན་ན་འདི་སྐབས་ཉིན་གྱི་སར་ཐོབ་ཡག་དཀའ་ལས་ཁག་པོ་ཆགས་ཚར་རེད་ད་དཀའ་ལས་ཁག་པོ་ཆགས་འདྲའི་སྐར་ཚོགས་དེ་ནས་རང་གི་མི་ཚེ་འདི་སེམས་ལ་སྡུག་བསྔལ་ཆེན་པོ་ལུས་ལ་ན་ཚ་མང་པོ་ད་སེམས་འདི་སེམས་འདི་ཆ་མ་ཉམས་ན་དེ་ནི་སེམས་དེ་ཅིག་གཞི་སྟེ་མེད་པ་ཞིག་ཡིན་ན་འབྱུང་བ་དེ་དེ་ནི་ཆ་མཉམ་དུ་གོ་མ་རེད་ས་ཆུ་མེ་རླུང་ཐམས་ཅད་འཁྲུགས་འགྲོ་གི་རེད་དེ་ནི་འཁྲུགས་འགྲོ་ན་དཔེར་ན་ཆུ་འདི་འཇིག་རྟེན་གྱི་ཆུ་ཡིས་འཇིག་པ་རླུང་གིས་འཇིག་པ་མེས་འཇིག་པ་ད་དེ་འདྲའི་ཆར་གདུགས་ཀྱིས་འཇིག་པ་ལས་ནི་འཇིག་པ་མང་པོ་ཞིག་ཡོང་གི་འདུག་ད་ཆར་གདུགས་ཀྱིས་ཅིག་ཆར་པ་ཅིག་ཤུགས་ཆེན་པོ་ཞིག་བསླེབས་འདོད་ཀ་དེ་ནས་ཅིག་མི་ཁང་པ་ལ་སོགས་པ་དང་སྤྱི་ཚོགས་ནང་ཀ་ད་མང་པོ་ཞིག་གིས་བཀྲ་མ་ཤིས་པའི་ལས་ཀ་ཅིག་མང་པོ་ཆགས་འགོ་འདུག། འདི་ནང་བཞིན་གྱི་ང་ཚོའི་འབྱུང་བ་དེ་ཆ་ཉམས་པ་ཀྱི་ཆེད་དུ་སེམས་དེ་ཞི་བར་གནས་བར་ཅིག་འདི་ཡོང་ངེས་ཀྱི་རྩ་བ་དེ་ང་ཚོ་སློབ་སྦྱོང་ཡག་པོ་བྱང་ནས་དེ་ནས་འདི་ལས་དབྱེ་བ་ཕྱེ་ཤེས་དགོས་རེད། ལས་བ་དབྱེ་བ་ཕྱེ་མ་ཤེས་པ་བཞིན་ང་ཚོ་ནང་པའི་ཆོས་བྱེད་མཁན་དེ་གང་ཟག་ཡིན་ཚེ་གལ་སྲིད་སེམས་ཀྱི་བདེ་སྐྱིད་སྒྲུབ་མཁན་གྱི་གང་ཟག་ཞིག་རེད།

རྐྱེན་ངན་མང་པོ་ཞིག་ལ་ད་ཅིག་བཟང་ལམ་གྱི་མང་པོ་ཞིག་གིས་ཅིག་ལྡོག་ལན་བྱས་ནས། ལག་ལེན་བསྟར་ནས་ཅིག་སྡོམ་པ་ལ་ཡས་དེ་ཅིག་སྲུང་བྱ་བྱས་ནས་ཚུལ་དུ་ལག་ལེན་བསྟར་གྱིན་ཚེ་ཁྲིམས་དེ་ཚོ་སྲུང་བྱ་བྱེད་དགོས་རེད་བ། དེ་ཚོ་སྲུང་བྱ་བྱེད་པ་ཞིག་ཡིན་ན་སེམས་དེ་ཞི་བདེ་ཡོང་ཡས་ཀྱི་རྒྱུ་རྐྱེན་གྱི་ཆ་གི་རེད་བ། དེ་འད་ཅིག་ཡོང་ཡས་ཀྱི་ཆེད་དུ་དེ་ནི་སློབ་སྦྱོང་དེ་ཡག་པོ་ཞིག་མེད་བ་ཞིག་ཡིན་ན་དབྱེ་བ་ཕྱེ་ཐུབ་ཡས་དཀའ་ལས་ཁག་པོ་འདུག་བ། འདི་ནང་བཞིན་གྱི་མཚམས་ཅིག་བདེ་བ་ཞིག་ཡིན་ན་དང་སྒོམ་ཅིག་རྒྱལ་བ་ཞིག་ཡིན་ན་དང་ག་རེ་ཡིན་ནམ་མེད་ན་ཅིག་སྔོན་འགྲོ་དང་དངོས་གཞི་དེ་ཚོའི་ཀྱི་འགྲོ་ལུགས་འགྲོ་སྲོལ་དེ་ཚོ་ཤེས་ནས་ལས་ཀ་བྱེད་པ་ཞིག་ཡིན་ན་ང་ཚོ་ཡིན་ནས་ཅིག་གསར་བུ་འདི་ལ་དྲིལ་བུ་ཕུན་སུམ་ཚོགས་པ་བྱུང་གི་རེད་འདི་ནང་བཞིན་གྱི་ང་ཚོ་ངོ་མས་ཚོང་ཅིག་རྒྱབ་པ་ཞིག་གི་ནང་མར་ས་ཡག་པོ་ཡོད་ན་ག་རེ་ཡིན་ན་ཚོང་ཅིག་རྒྱབ་པ་ཞིག་གི་ནང་ཁེབས་ཚང་ཅིག་ཡ་ནན་ཐོས་ཀྱི་ཐབས་དང་ཟུང་འབྲེལ་བྱེད་ཐུབ་ཀྱི་རེད་དོ། མར་ས་ཞི་དྲག་མེད་པ་ཞིག་ཡིན་ན་དེ་ནི་མར་ས་སྡིག་གི་པ་པབ་དེ་བྱེད་ཡིན་བྱེད་ཡིན་ལ་ཡ་ཞིག་མ་གཏོགས་ཅིག། རླབས་ཆེན་པོ་ཀྱི་ཅིག་བྱ་བ་དེ་ང་ཚོ་གིས་གྲུབ་ཐོས་ཨང་ག་ལ་ཁག་པོ་ཆགས་ཀྱི་འདི་ནང་བཞིན་གྱི་ནང་སེམས་ཀྱི་མིག་རིག་པ་ནང་ཆོག་ཨ། དེ་ནི་ཅིག་ཕྱི། ཕྱིས་འཇིག་རྟེན་གྱི་བདེ་སྐྱིད་ཀྱི་བྱ་བ་ཕུན་སུམ་ཚོགས་པར་བསྡུ་བས་ན་ཆོས་གཙོ་བོ་ང་ཚོས་ཀྱི་བདེ་སྐྱིད་ཞི་བདེ་ཀྱི་རྩ་བ་ཡོན་ཡལ་གྱི་གཞི་མང་ཞིག་ཏུ་སློབ་སྦྱོང་བྱ་བདེ་གི་འདུག་དེ་འདི་འདྲའི་སྐབས་སུ་ད་ང་རང་འདི་རིང་སྡུག་བསྔལ་དེ་འདྲ་ཞིག་གིས་ད་ཡུལ་གྲུབ་བཟོ་དེ་ནང་ལོག་ཁོམ་གང་ཡིད་མང་པོ་ཞིག་བསྐུར་ཡོན་ཡལ་སྐབས་སུ་ད་དེ་ཚོའི་ཡིད་ཀློག་མ་ཤེས་པའི་དཀའ་ངལ་མང་པོ་ཞིག་འཕྲད་པའི་རྐྱེན་གྱིས་ངེད་ཀྱིས་ཡུལ་གྲུབ་ཅེས་ནས་ཟེར་མཁན་དང་དེ་ནས་ད་ཅིག་དངོས་གནས་ཁོ་རང་གཅིག། ཤ་སའི་ཁ་ལ་གཏམ་ཚང་མེད་ཟེར་ལ་ང་ནང་བྱེད་ངེས་ད་ཁྱེད་རྣམ་པ་ལ་ཕན་ཐོགས་པའི་རྒྱུ་རྐྱེན་ལ་བརྟེན་ནས་ངས་དེ་འདྲའི་བྱེད་འདི་ཤེས་པ་ཞིག་ཡིན་དེ་འདྲ་ཡིན་དེ་ག་སོང་དེ་ནས་ལོ་ཆུང་དུས་སྐབས་སུ་དེ་ནས་ང་ཚོ་ཅིག་གཙུག་ལག་ཁང་ལ་ཞུགས་ཡོད་ནའང་འདྲ་དེ་ནས་ད་ཁྱེད་ཚོ་སློབ་གྲྭ་ལ་འགྲོ་མཁན་སྤུན་དེ་ཚོ་ཡིན་ནའང་འདྲ་ཕ་མ་དེ་ཚོས་ཀྱི་སློབ་སྦྱོང་ལམ་སྟོན་ཡག་པོ་བྱས་ཡ་དང་དགེ་རྒན་དེ་ཚོས་ཀྱིའང་ལམ་སྟོན་ཡག་པོ་བྱས་ཡ་དང་དེ་ནང་བཞིན་གྱི་ལམ་སྟོན་དེ་ཚོས་ཅིག་དངོས་གནས་གོ་ན་སློབ་སྦྱོང་ལ་ཅིག་ཕ་སྤུ་གུ་དེ་ཚོས་ནི་སློབ་སྦྱོང་ལ་སློབ་སྦྱོང་ཡག་པོ་སྤྲད་ཡ་དང་དགེ་རྒན་དེ་ཚོས་ཀྱིས་ནི་དེ་ནང་བཞིན་གྱི་ཕ་མ་དེ་ཚོས་ཀྱིས་ཡ་རབས་སྤྱོད་བཟང་དང་སྤུ་གུ་དེ་ཚོ་ལ་ཅིག་མོ་པའི་ལག་སོགས་པ་དེ་ཚོ་ཅིག་དུས་ཚོད་དུས་ཚོད་བཟོས་ནས་མ་སྤྲད་ཡ་དང་མང་ཆེ་སློབ་སྦྱོང་ལ་ཕག་དང་བཙོན་བྱིན་བྱས་ནས་སྦྱོང་བརྡར་གནང་བཅུག་དགོས་དེ་གལ་ཆེན་པོ་རེད་ཟེར་ནས་རེ་བ་ཞུ་ཡས་ཡིན། དེ་འདྲའི་འདའི་སྐབས་སུ་ད་ང་རང་འདྲ་བོ་ཞིག་ཡིན་ན་ད་ཅིག་ཆོས་ཤིག་བྱེད་དཀོན་མཆོག་གསུམ་ལ་དད་པ་མོ་གུ་ཅིག་བྱེད་ད་ཅིག་སེམས་ཀྱི་ཞི་བདེ་གི་བྱ་བ་བྱ་བྱ་བ་སྒྲུབ་མཁན་ཞིག་རེད་དེ་འདྲའི་འདའི་སྐབས་སུ་སེམས་ཀྱི་ཞི་བདེ་གི་བྱ་བ་སྒྲུབ་ཡས་ཀྱི་རྩ་བ་ཡོན་ཡས་ཀྱི་ཆེད་དུ་ང་ཚོ་ད་ཅིག་ནང་སེམས་ཁམས་རིག་པ་སྒྲུབ་མཁན་ཞིག་གང་ཟག་ཞིག་ཡིན་ན་ད་ཅིག་དངོས་གནས་ཁོ་རང་ཆོས་ཆོས་བཞིན་དུ་འགྲོ་གང་ཆོས་ལམ་དུ་འགྲོ་གང་ལམ་འཁྲུག་ལ་འཁྲུག་པའི་ཡེ་ཤེས་སུ་འཆར་ཐུབ་མཁན་གྱི་གང་ཟག་ད་དེ་འདྲ་ཞིག་གི་རྩ་བ་དེ་གཙོ་བོ་ད་ཅིག་བླ་མ་ལ་དད་པ་མོ་གུ་བླ་མ་ལ་སངས་རྒྱས་དངོས་ཀྱི་བསྟོད་གཞི་བྱ་བ་དང། བླ་མ་དེ་གི་མཛད་པ་ཁྲི་ལ་ལས་སྐྱོན་གྱིས་མ་དག་པ་དང་ལ་སོགས་པ་དེ་ནི་རང་གི་སྟེ་འཇིགས་ཀྱི་བླ་མ་དེ་སངས་རྒྱས་དངོས་སེམས་ཡེ་ཤེས་དཀྱུས་མ་མེད་པ་ཞིག་ཡོད་པ་ཞིག་ཡིན་ན་དེ་སེམས་ཀྱི་ཞི་བར་གནས་པའི་ཡོན་ཏན་དེ་རྒྱས་ལ་སྐྱེ་བ་དེ་སེམས་ཀྱི་ཞི་བདེ་ཡོང་བའི་གི་གཞི་བབ་དེ་སླེ་གི་རེད། ད་རླབས་ཆེན་པོ་གི་བྱ་བ་ཞིག་རླབས་ཆེན་པོ་གི་མ་འགྲོ་དོན་ཅིག་རླབས་ཆེན་པོ་ཞིག་མི་བྱེད་གི་ད་སེམས་ཅན་གི་འགྲོ་དོན་ཅིག་བྱེད་དགོས་བསམ་ན་དེ་ནི་ང་ཚོའི་དངོས་གནས་སྐོར་བ་སློབ་སྦྱོང་ཅིག་ཡག་པོ་ཞིག་མེད་བ་ཞིག་ཡིན་ན་དེ་ནི་ཅིག་ལྟ་གྲུབ་འདྲ་མིན་སྣ་ཚོགས་ཤིག་ཡོང་དགོས་ལྟ་གྲུབ་འདྲ་མིན་སྣ་ཚོགས་ཡོང་གི་འདི་ལ་ཡང་འབྲེལ་བ་རྒྱག་དགོས་དགོས་རེད་འབྲེལ་བ་རྒྱག་མ་ཐུབ་ན་དེ་ནི་ཕའི་ལྟ་བ་དེ་ག་དེ་ཅིག་ལྟ་གྲུབ་ཚང་མ་ཁ་ཁ་ར་དུ་འདིའི་ལྟ་གྲུབ་ཁ་ཁ་དུ་གཞི་བབས་ས་གཅིག་ལ་བབས་ཐུབ་དགོས་ད་ཅིག་བཟོ་དགོས་དགོས་ར་བཟོ་བ་རིགས་ཀྱི་ཆེད་དུ་སློབ་སྦྱོང་གོ་དགོས་དགོས་རེད་ཤེས་རབ་དེ་དེ་ནི་ཅིག་གི་སློབ་སྦྱོང་སྦྱངས་ནས་དེ་ནས་ཅིག་གི་ཕུན་སུམ་ཚོགས་པ་ཡོང་བའི་ཐབས་དང་ཟུང་འབྲེལ་བྱེད་དགོས་པ་རེད་དེ་འདྲའི་འདའི་སྐབས་སུ་དེ་ནི་སློབ་སྦྱོང་དེ་གལ་ཆེན་པོ་རེད་ཟེར་ནས་རེ་བ་ཞུ་ཡས་ཡིན་དེ་འདྲའི་འདའི་སྐབས་སུ་ང་རང་ལ་ད་དཀའ་ངལ་འཕྲད་པ་འདི་དེ་ནས་ད་ཅིག་རེ་དྲུག་གི་སེམས་ཅན་ཐམས་ཅད་ལ་དཀའ་ངལ་མ་འཕྲད་པའི་གི་ཐབས་ལམ་འདྲ་བོ་ཞིག་ཤེས་པར་བ་ད་དེ་འདྲ་འདྲ་བོ་ཞིག་ངོ་ནས་མ་ཤེས་གི་ཡོད་དེ་འདྲའི་འདའི་སྐབས་སུ་ཆ་ཚང་གི་དེ་ནས་ད་ཅིག་གི་སློབ་སྦྱོང་དེ་ཅིག་གི་ཡིན་བསམ་བསམ་ཅིག་རང་གི་མི་ཚེ་ལ་ཤ་ཚ་ཅིག་དང་རང་གི་མི་ཚེ་ལ་བརྩེ་བ་ཞིག་བཞག་ནས་དེ་ནི་སློབ་སྦྱོང་དེ་བྱང་ཡིན་ཟེར་ཅིག་སློབ་སྦྱོང་བྱང་ཡིན་ད་ལ་ཚིག་ཙམ་མ་ཡིན་པར་དངོས་ནས་དོན་དང་ལྡན་པ་བྱས་ནས་སྦྱང་མདོག་གནང་རོགས་ཅིག་སྦྱོང་བརྡར་གནང་རོགས་བྱས་ཟེར་ནས་དེ་ང་རང YouTube Channel ཟེར་མཁན་དང། ཀུན་ལ་རེ་བ་སྙིང་ནས་ཞུ་གི་ཡོད་དེ་འདྲའི་འདའི་སྐབས་སུ་ཡང་ཚིག་རེ་རེ་ཕན་ཐོགས་ན་ཁྱེད་རྣམ་པ་ཀྱི་ཐུགས་ལ་བཞག་བ་བྱས་ནས་ཆོས་ཀྱི་སྦྱིན་པ་འགྲོ་འཆག་གོ་རེ་དེ་འདྲའི་འདའི་སྐབས་སུ།

འདི་ནང་བཞིན་གྱི་ད་རྐྱེན་ངན་དེ་འདྲས་ཞིག་ང་ཚོ་ཁྲིད་ནས་ད་ང་རང་འགྲོ་བཞིན་སློབ་སྦྱོང་མེད་པ་དང་དཀའ་ངལ་དེ་འདྲས་ཡོད་པ་སློབ་སྦྱོང་ཡོད་ན་དཀའ་ངལ་མེད་པ་དཀའ་ངལ་སེལ་ཐུབ་རྒྱུ་ཡོད་པ་ངོས་འཛིན་བྱེད་ཐུབ་ཀྱི་འདུག་ད་དེ་ན་སློབ་སྦྱོང་མེད་ན་སློབ་སྦྱོང་རྩེད་ཆས་ཤིང་བའི་ཞིག་བཞིན་གྱི་ཡོད་མདོག་མདོག་བྱས་ཏེ་སྐུར་བ་རེད་དོ་ང་ཚོ་བཅས་ད་ཅིག་བོད་རྒྱལ་དེ་ཅིག་ཤེས་འདོད་ད་ཅིག་ཞབས་འདྲེན་ཁུར་འགྲོ་བྱེད་བསྡད་ཞིག་རེད་དེ་ནང་བཞིན་གྱི་དམིགས་ཚིག་རླབས་ཆེན་པོ་ཞིག་གི་བྱ་བ་ཞིག་སྒྲུབ་དགོས་རླབས་ཆེན་པོ་ཞིག་གི་ཅིག་ཕུན་སུམ་ཚོགས་པ་སེམས་ཀྱི་བདེ་སྐྱིད་ཀྱི་ནང་ཡང་ན་འགྲོ་བྱེད་འཇིག་རྟེན་གྱི་བདེ་སྐྱིད་ནང་འགྲོ་ག་རེའི་ནང་སྒྲུབ་དགོས་བསམ་ན་གཞི་རྨང་གཞི་རྩ་བ་དེ་སློབ་སྦྱོང་རེད་འདུག་དེ་འདྲའི་ཡིན་ཚེ་སློབ་སྦྱོང་ལ་དཔག་དང་བཙོན་འཇལ་བྱས་ནས་སྦྱོང་བརྡར་གནང་རོགས་བྱས་ཟེར་ནས་ངས་ཡུལ་གྲུབ་ཆུ་སྣོད་ཟེར་མཁན་མི་མང་ཀུན་ལ་རེ་བ་འདི་ཡིན། དེ་དམིགས་བསལ་ཞུ་བསྡད་ཅིག་མི་འདུག་དེ་ནི་བླ་མ་དང་དགེ་བའི་བཤེས་གཉེན་ཡོངས་རྫོགས་པ་ཐམས་ཅད་ལ་རྒྱུགས་འཕྲོད་ཟུང་འབྲེལ་འདྲ་བོ་ཞིག་ཡིན་མ་གཏོགས་ང་འདྲ་བོ་ཞིག་གིས་ཅི་གི་ང་དང་ང་འདྲ་བོ་སློབ་སྦྱོང་མེད་ཁྱོད་ལ་ཕན་ཐོགས་པའི་ངོ་ནས་དེ་མ་རེད་རེ་བ་དེ་འདྲའི་ཞིག་ཡིན་ཚང་མར་བཀྲ་ཤིས་བདེ་ལེགས་སྐྱིད་པའི་ཉི་མ་ཤར་ཕྱིར་དགའ་བའི་རྟེན་འབྲེལ་འདྲ་ཞིག་དེ་ཚང་མར་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡི་ཡིན།